འགྱུར་བ་གལ་ཆེ་བ་མང་པོ་ཞིག་བཀོད་ལ་ཨ་མདའ་དེ་རིང་བརྙན་ཐུང་གི་གནད་དོན་དང་པོ་ནང་ལ་ཞེས་ཆགས་ཀྱི་ཡོད། ད་གནད་དོན་གཉིས་བ་དེ་ཨ་མདའ་དང་གི་བརྙན་ཐུང་ཟིན་ཉེ་ཚང་མ་གི་སྒུག་བསྡད་ཀྱི་ཨ་མདའ་དེ་རིང་སྤྱི་ཟླ་ལྔ་བའི་ཚེས་དགུ་ལ་ཨ་ནི་ར་ཤི་ཡའི་སྲིད་འཛིན་པུ་ཏིང་གི་ནས་གཏམ་བཤད་ག་རེ་བྱས་རེད་ལ་ཉེ་དེ་སྐོར་ལ་ད་ང་ཚོ་ཆགས་ཀྱི་ཡོད། ཨ་ནི་དེ་གི་གཏམ་བཤད་དེ་གི་ད་ཡང་སྙིང་ཕའི་མཚན་ལྡན་འདྲ་བོ་ཡིན་ན་རེད་ཡང་མ་ན་དེ་གི་བརྡ་ག་རེ་སྤྲད་ཀྱི་རེད་ལ་ཉེ་དེ་སྐོར་ལ་ཨ་ནི་ད་དེ་རིང་བརྙན་ཐུང་གི་གནད་དོན་གཉིས་བ་དེ།

ད་ཡིན་ན་ཕི་ཨེ་དེ་འདྲ་གི་དུས་ཆེན་གལ་ཆེ་བ་ཅིག་གྲ་སྒྲིག་བྱེད་ཀྱི་ཡོད་བ་ཡིན་ན་ཡང་གང་ལྟར་ར་ཤི་ཡས་ངན་ཡུཀ་རེན་ལ་དམག་རྒྱག་ག་དེ་ད་རུང་ཡང་མཚམས་བཞག་གི་ཡ་མ་རྟ་གང་ལྟར་ཁོ་ཆུ་ཚོད་ཉི་ཤུ་རྩ་བཞི་ན་རྒྱག་བསྡད་ཅིག་བྱ་གི་ཡ་རོ། ད་དཔེར་ན་ཤག་ཆམ་མདང་དགོང་དུ་ཨ་མདའ་དེ་གི། སྤྱི་ཟླ་ལྔ་བའི་ཚེས་བརྒྱད་ལ་ཨ་ནི་དེ་འདྲ་ཡུཀ་རེན་ཤར་ལྷོ་ཡི་ཀྱོག་གི་གྲོང་ཁྱེར་ཨ་ནི་ལུ་ཧན་སི་ན་ཉག་གི་ས་ཁུལ་དེ་ནང་ལོ་ཨ་ནི་དེ་འདྲ་ར་ཤི་ཡས་ངན་ནས་བམ་ཡོད་རེད། ད་དེ་བམ་དེ་གོ་བ་ཡོད་རེད་བསམ་དེ་འདྲའི་སློབ་གྲྭ་ཞིག་ནང་ལ་བམ་གཏོར་རེད་རེད་བམ་ཞུ་ཡས་རེད་བ། ཨ་ནི་སློབ་གྲྭ་དེ་ནང་ལོ་ཟླ་འདི་འདྲ་ལ་ཡས་བྱས་ན་ཨ་ནི་མི་དྲུག་ཅུ་ཟེར་ཞིག་དེ་འདྲ་ཞིག་ད་ཤི་བའི་གནས་སྟངས་བཤད་ཡི་འདུག་རོ། ཨ་ནི་དེ་གི་ད་མི་དྲུག་ཅུ་དེ་ཤི་བ་མཉམ་དུ་ཨ་ནི་མི་མང་པོ་ཞིག་ལ་མེ་སྐྱིན་ཕོག་ཡས་དེ་ཁོ་བསད་ཡོད་བསད་རྐྱང་བྱ་ཡི་རུ་བ། འོ་དེ་འདྲ་སོང་ཙང་ཨ་ནི་དེ་འདྲ་གི་གནས་སྟངས་ཞིག་ཡོང་དུས་ད་ནི་དེ་མཉམ་དུ་དེ་ད་ད་ང་ཚོ་གི་ཡུཀ་རེན་ཤར་ལ་ཡས་ཀྱི་བ་དེ་འདྲ་ཡུཀ་རེན་གི་གྲོང་ཁྱེར་གས་ཆེ་བོ། ད་གྲོང་ཁྱེར་ཆེ་ཤེས་ཉོ་ཧར་གིབ་ཡོ་ཨ་ཨ་ནི་དེ་གི་ནང་ལོ་ཡང་དེས་ཡུག་རེན་དམག་མི་ལ་རྒྱལ་ཁ་ཐོབ་ཀྱོ་དེ་འདྲ་ཨ་ནི་ཡུག་རེན་དམག་མི་ངེས་ན་དེ་འདྲ་གི་ད་གྲོང་གསེབ་ཡིན་ན་དེ་འདྲ་གི་གྲོང་རྡལ་མང་པོ་ཞིག་ཚུ་ར་ཤི་ཡའི་ས་ནས་ཚུ་ཕོ་ཁ་ཡའི་དེ་འདྲ་ཆགས་དེ་དུ་རུ་ཨོ་ད་ཁ་སང་ངེས་མ་དེ་ར་ཤི་ཡའི་ངེས་ན་གཟིམ་ཀྱོ་དེ་ཡིན་ན་ད་དེའི་ཆ་ལ་ཚུ་ཡུག་རེན་དམག་མི་གི་གནས་འདིའི་ཆགས་དེ་དུ་ད་དེ་འདྲ་སོང་ས་རྡོག་རྡོག་ཤི་ཡའོ་ཡིན་ན་ཨ་ནི་གྲོང་ཁྱེར་ཧར་གིབ་ནང་ལ་ཡང་དེས་ཡུག་རེན་དམག་མི་ལ་རྒྱལ་ཁ་ཐོབ་ཀྱོ་ད་ནི་ཡུག་རེན་དམག་མི་གི་ཕ་ཡང་ར་ཤི་ཡའི་དམག་མི་ཕ་ལ་གང་ས་ཅི་ཕ་པི་ཐི་བའི་དེ་ནས་སྐད་ཆ་ཅིག་བཤད་དེ་དུར་བ་ཨ་ནི་དམིགས་བསལ་གྱིས་ད་ལྡང་གོང་དུ་ཚེས་བཞི་དང་ལྔ་བའི་ཚེས་བརྒྱད་ལ་ཨ་ནི་ཡུཀ་རེན་དམག་མི་གིས་ངའི་ནང་དེ་འདྲ་གི་ར་ཤའི་དམག་མི་ཚ་ནས་ཚུར་འཕྲོག་ཞག་འཁྱོག་གིས་དེ་འདྲ་ཡུཀ་རེན་གྱི་གྲོང་གསེབ་དང་གྲོང་རྡལ་དེ་ཚོ་པེ་གྷལ་ཆོ་ཞེ་བོ་རེད་ལར་ད་དེ་ཚོ་གྷལ་ཆོ་ག་རེ་བྱ་རེ་ཟ་ཨ་ནི་གྲོང་ཁྱེར་ཧར་ཀིབ་ཀྱི་ད་ཏིག་ནུབ་ཕྱོགས་ལ་ཡལ་རྒྱུ་དེ་འདྲ་ཨ་ནི་དེ་ཡང་ག་རེ་ཟེར་ན་ད་ད་ཁ་སང་ར་ཤའི་གི་ན་དང་པོ་བཙན་འཛུལ་བྱེད་ས་དང་ཨ་ནི་དེ་འདྲ་གི་བཙན་འཛུལ་བྱེད་ཡུལ་སྐབས་སུ་ཨ་ནི་དེ་འདྲ་གི་ས་ཆ་གལ་ཆེ་བ་དེ་འདྲ་ཆགས་སྡིག་གི་ཡ་རེད་ལ་རུ་བ་ད་དོ་དོ་དམག་མི་དེ་འདྲ་གི་ཡིབ་དེ་ས་ཡིན་ན་རེ་དེ་འདྲའི་དམག་སྒར་བཞག་ས་དེ་འདྲ་གལ་ཆེ་བོ་ཆགས་ཀི་ལ་རུ་བ་འོ་དེ་འདྲ་སོང་ཨ་ནི་དེ་འདྲ་གི་ས་ཆ་གལ་ཆེ་བོ་མང་པོ་ཞིག་ད་ལྟའི་ཆ་ལ་ཡུག་རེན་གི་དམག་མི་མགོ་ནས་ཚུར་ལན་ཞིག་ཆགས་སྡིག་འདུག་གོ་འོ་དེ་འདྲ་སོང་ཙང་ཨ་ནི་ད་ལྟའི་ཡུག་རེན་ཤར་གི་གནས་སྟངས་དེ་ཆགས་སྡིག་རེད་རུ་བ་ཨ་ནི་ད་ཡུག་རེན་ལྷོ་ལ་ལྟ་ག་འགྲོ་བ་ཡིན་ན་ཨ་ནི་ད་གལ་ཆེ་ཤོས་དེ་ཨ་ནི་གྲོང་ཁྱེར་མཱ་རི་ཡེ་པུ་རུ་བ་ཨ་ནི་དེ་རྣམས་ད་གྲོང་ཁྱེར་མཱ་རི་ཡེ་པུ་ན་ལྷག་བརྒྱ་རྒྱུག་གི་བཟོ་གྲྭ་ནང་ལ་ཡི་རྒྱུག་གི་དེ་འདྲའི་མི་མང་དང་ཨ་ནི་དམག་མི་དེ་ཚོ་སྐོར་ལ་ཆགས་ཀྱི་རེད་བ། ད་ཡིན་ན་ད་ལྟའི་ཆ་ལ་གང་ལྟར་ད། མཉམ་འབྲེལ་རྒྱལ་ཚོགས་ཀྱི་རོགས་པ་བྱས་ཨ་ནི་གང་ལྟར་བར་འདུམ་བརྒྱབ་རྗེས་ཨ་ནི་གང་ལྟར་ར་ཤི་ཡ་དང་ཡུཀ་རེན་གཉིས་ཅག་གིས་ཁོ་རང་གཉིས་བར་གྲོས་མོལ་ར་བྱས་རྗེས་ད་ལྟའི་ཆ་ལ་ད་མ་རིའི་སྤུན་ནག་ལྷག་སྐྱོ་གི་མི་མང་ད་དཀྱིས་མ་ཡིན་ན་རེད་ཡང་མ་ནི་དེ་ནང་ལྷག་སྐྱོ་གི་སྤུ་དང་བུ་མོ་ཚང་མ་ཕ་ཅི་ད་སྐྱབས་ཚར་ཤ་ཚང་མ་ར་བྱུ་དེ་ནི་ད། བདེ་ཆགས་ངང་སྐྱབས་ཐུབ་ཤ་རེད་བ། ད་ཁོ་ཚོ་བདེ་ཆགས་ངང་འདང་སྐྱབས་ཚར་རྗེས་ད་ག་ད་ལན་ར་ཤི་ཡ་ངང་ནས་འགོ་བཙུགས་ཚར་ག་རེ་འགོ་བཙུགས་ར་ན

གྲོང་ཁྱེར་ཨོ་ཏི་ས་ནང་ལ་ཡང་ད་ལྟའི་ཆར་ལ་ར་ཤི་ཡའི་ངོས་ནས་གཏོར་སྐྱོན་ཤུགས་ཆེ་བོ་ཞིག་བཏང་ཆེད་ཕྱག་དེ་དུར་བ། ཨ་ནི་ཨོ་ཏི་ས་འབྲོག་སྡེ་གལ་ཆེ་ཆེ་ཡང་ད་དུས་ཀྱི་མཚོ་ནག་པོ་འགྲམ་ལ་ཡལ་རྒྱུ་དགོས་དེ་འདྲའི་ད་ཡུཀ་རེན་གྱི་གྲོང་ཁྱེར་གལ་ཆེ་བོ་ཨ་ནི་དེ་དམིགས་ས་དེའི་དྲ་ལ་འབད་དེ་ད་ཚོང་གི་ལྟེ་གནས་ལ་གོར་བ་དེ་འདྲ་གི་གྲུ་ཁ་དཔེ་གལ་ཆེ་བོ་གྱོད་ཅིག་གྲོང་ཁྱེར་ཆེ་རུ་བའོ་དེའི་ནང་ལ་ད་ལྟའི་ཆར་ལ་གཏོར་སྐྱོན་ཤུགས་ཆེ་བོ་ཞིག་བཏང་ཕྱག་དེ་དུར་བ། ད་གང་ལྟར་ག་རེ་ཡིན་ན་མ་ད་ལྟའི་ཆར་ལ་ར་ཤི་ཡའི་ངོས་ནས་ཡུཀ་རེན་ལ་གཏོར་སྐྱོན་བཏང་ཨ་ནི་ཕི་ཡའི་ད་ཆེ་ལུགས་བྱེད་སྟངས་དེ་གིས་གང་ལྟར་ད་ད་ལྟའི་ཆར་ལ་ཡུཀ་རེན་ནང་ལ་ཡོད་ཀྱོག་གི་སྣེ་མ་ད་ར་ཤི་ཡའི་ལ་ཕ་རྒྱབ་སྐྱོར་བྱེད་ཉན་གི་མི་དེ་ཚོ་ཡང་ད་ད་དེ་ཆ་ལ་ར་ཤི་ཡའི་ལ་མ་ག་ཡི་དར་ཆགས་དེ་འདུག་བ་ད་དཔེར་ན་ཆ་ཤ་ནི་ད་ད་ཡུཀ་རེན་ལྷོ་ལ་ཡོད་ཀྱོག་གི་གྲོང་ཁྱེར་མ་རི་ཡ་པུལ་ནང་ལ་ག་ལ་གང་འཚམ་ར་ཤི་ཡའི་ལ་ཕ་དགའ་བོ་བྱེད་ཉན་གི་དེ་མི་མང་མང་པོ་ཡར་ལ་ད་འགྲོ་བ་ད་ཡིན་ན་ད་དེ་ཆ་ལ་དེའི་ནང་ལ་དེ་ཉན་ཡ་གི་མི་མང་དེ་ཚོ་ནི་ད་ར་ཤི་ཡའི་ལ་མ་ག་བ་དེ་འདྲ་ཅིག་ཆགས་དེ་འདུག་བ་འོ་དེ་འདྲ་སོང་ཙང་ད་དོག་དོག་གང་ལྟར་ཡུཀ་རེན་ཤར་ལྷོ་གཉིས་ཀྱི་ད་གནས་སྟངས་དེ་དེ་འདྲ་ཅིག་ཆགས་དེ་ཤེར་བ་ཨ་ནི་ད་ང་ཚོ་གནས་འགག་ཅིག་ག་རེ་གོ་ཚོད་རེད་ས་ཨ་ནི་ད།

དམག་ཆེན་གཉིས་བ་མཇུག་སྒྲིལ་བའི་དེ་འབྲེལ་གྱི་དེ་བྱིངས་སྲུང་བརྩི་བྱས་ཡོད། འོ་དེ་ར་སོ་ཨན་ཏང་ཀོང་སྡེ་གི་དེ་བྱིངས་ནང་ལོ་ཨན་དེ་འབྲེལ་ཇར་མ་ནི་གི་དེ་འབྲེལ་ཅང་སི་ལར་ཨོ་ལབ་ཤོལ་སི་ངས་ནས་དེ་འབྲེལ་གཏམ་བཤད་གལ་ཆོག་དེ་འདྲ་བྱས་ཡོད། ད་དེའི་གཏམ་བཤད་ནང་ལ་དོགས་དོགས། ག་ད་དེ་ག་ད་ད་དེའི་ཆ་ལ་ར་ཤི་ཡས་དེ་ཡུག་རེན་ལ་དམག་རྒྱག་ག་ཡ་དང་དེ་འདྲ་བཙན་འཛུལ་བྱས་ཏེ་ད་ཏག་ཏག་ཅིག་དེབ་མི་དགོས་ལ་མང་པོ་བཤད་ཡོད། ད་ཡིན་ན་དེའི་ནང་ལ་ཨོ་ལབ་ཤོལ་སི་གལ་ཆོག་ག་ལ་ར་སོ་ཨན་ད། ད་ལྟའི་ཆར་ང་ཚོ་འདི་འདྲའི་ཁ་ལོ་བ་དེ་འདྲས། སྤྱིན་ཟླ་ལྔ་བའི་ཚེས་བརྒྱད་དེ་དེ་འདྲས་ཀྱི་ང་ཚོ་གི་སྲུང་བརྩི་བྱེད་ཀྱི་རྒྱུ་མཚན་གཙོ་བོ་ཞིག་ད་གནས་སྐབས་བཀྲ་བྷ་དེ་ག་བ་ཐུག་ལ་ན་ཨ་ནི་ད་དེ་འདྲས་དམག་ཆེན་གཉིས་བ་ལ་ཉེ་དེ་བས་དེ་ཧང་སང་གི་གྱོང་གུན་ཡིན་པར་རོ། ཨ་ནི་དེ་གི་བས་དེ་དམག་རྒྱ་གར་དེ་ང་ཚོ་ཚང་མ་གི་ནོར་འཁྲུལ་ཤུགས་ཆེ་བོ་ཞིག་ཡིན་པ་ངེས་ཟིན་བྱས་བྱས་དུ་ཨ་ནི་དེ་འདྲས་དེ་ཆའི་སྲུང་བརྩི་བྱེད་རི་ལ་རོ། ཨ་ནི་དམིགས་བསལ་གི་དེ་འདྲས་འཇར་མུ་ནི་གི་ཅང་སི་ཨོལ་ཅང་སིལ་ཨོ་ལབ་ཤོལ་སི་ཁོ་རང་ངེས་ནས་ཨ་ནི་ག་འདིར་དམག་ཆེན་གཉིས་བ་སྐབས་སུ་ཨ་ནི་འཇར་མུ་ནི་གི་བྱས་རྒྱུ་དེ་ཚང་མ་ནོར་འཁྱོལ་རེད་སི་ཁོ་རང་གི་ལྟ་ངེས་ལེན་བྱེད་ཀྱི་རེད་བ། ད་རྡོག་རྡོག་འདི་ག་རེ་བཏིང་རེད་ཟེར་ན་ཨ་ནི་དམག་ཆེན་གཉིས་བ་དེ་འགོ་བཙུགས་ཉེ་དེ་ཨ་ནི་འཇར་མ་ནི་གི་ཧན་ད་འདི་གི་ཧེ་ཐི་ལ་ཆགས་རོགས་ར་ཆགས་ཀྱི་རེད་བ། ཨ་ནི་དམིགས་བསལ་གི་དེ་ག་སུ་བས་འདི་འཇར་མ་ནི་གི་ད་མི་མང་པོ་ཤི་བ་བསད་རོགས་ད། ད་པེ་ར་ཆ་དེ་ག་སུ་མི་མང་ཤས་ཤིག་ཨ་ནི་ཨུ་རུ་སུ་གི་མི་བསད་རེད་ཨུ་རུ་སུ་ཕྱི་གླིང་རྒྱལ་ཁབ་རེད་བ། ད་དེ་མི་བསད་ག་སུ་དེ་ག་སུ་ཨུ་རུ་སུ་ལས་ག་སུ་ར་ཤས་གཅིག་པོ་གས་ཆགས་ཀྱི་ཡིན་པ་རེད་ཨ་ནི་ཡུཀ་རེན་ན་མཉམ་དུ་འཚེ་རེད་བ། འོ་དེ་འདྲ་སོང་སོང་ཨ་ནི་ག་ད་དེ་ག་སུ། ཇར་མུ་ནི་གིས་ཨུ་རུ་སུ་གྱི་མི་ས་ཡ་ཉི་ཤུ་རྩ་བདུན་དེ་དག་དམག་སྦྱིན་ཉོས་པ་ཟེར། རེད་བ། འོ་དེ་འདྲ་སོང་ཙང་ཨ་ནི་དེ་ཚོ་ཚང་མ་ད་ང་ལྟར་ཇར་མུ་ནི་གི་ནི་ནོར་ཡིན་པ། འོ་དེ་འདྲ་སོང་ཙང་ཨ་ནི་དེ་ཚོ་ཚང་མ་ང་ཚོ་ཡི་ག་དེ་ཡིན་ན་སེམས་ན་དྲན་ཡིན་ན་དེ་ག་དེ་ཡིན་ན་ང་ཚོ་ཡི་བེ་དེ་རྒྱས་པ་ཤུགས་ཆེའོ་ཡོད་ཟེར་ད་དེ་འདྲ་ཅང་སྲིད་ལ་དེ་ལ་གེར་རེད་བ། ཨ་ནི་དམིགས་བསལ་གི་བེ་དེ་ད་དེ་ཉི་མ་དམར་ཆེན་བསྙིལ་བ་སྐབས་སུ་ཨ་ནི་ཧི་འདི་ལས་བྱེད་རྒྱུ་དེ་ཚོ་ང་ཚོ་གི་ནོར་འཁྲུལ་ཤུགས་ཆེ་བོ་རེད། ཨ་ནི་འདི་ནོར་འཁྲུལ་དེ་ཡིན་པ་ཡང་ང་ཚོ་བལ་འདི་ར་ཤི་ཡའི་དང་ཡུག་རེན་གཉིས་ཆ་ལ་ཕན་ང་ཚོ་གི་དེ་འདྲའི་དགོངས་དག་ཞུས་དེར་ཚང་མ་བྱེད་ཀྱི་ཟེར་བ་འོ་དེ་འདྲ་སོང་ཙང་ད་གང་ལྟར་ག་རེ་ཡིན་ནམ་ཡང་ན་ཉི་མ་སྦྱར། དམག་ཆེན་བསྙིལ་བ་སྐབས་སུ་ང་ཚོ་སྦྱར་མོ་ནི་བྱེད་རྒྱུ་རྩ་བ་ཉིད་ནས་ནོར་རེད་དེ་ང་ཚོ་གི་ངེས་ལེགས་ཡིན་ཟེར་བ། ད་དེ་འདྲ་ཅིག་ལ་བརྟེན་རྗེས་ཨ་ནི་ད་ལྟ་ཡིན་ན་ང་ཚོ་དེ་འདྲ་བ་ཞིག་མ་ཡོང་བའི་ང་ཚོ་པའི་དེ་གང། པའི་ང་ཚོ་གི་ཐབས་ཤེས་ཡས་ཁུ་རྩ་དྲུག་བྱེད་ཀྱི་ཡིན་ལ་ད་དམག་ཆེན་གཉིས་བར་གྱི་སྒོ་ནི་མ་ཡོང་བའི་ཆེད་དུ་རུ་བ། ད་ཡིན་ན་ད་ལྟའི་ཆར་ར་ཤི་ཡའི་སྲིད་འཛིན་པུ་ཀྲིན་ཡིན་ནས་ད་སྔས་དམག་གི་དེ་འདྲ་བ་ཞིག་བྱེད་ཀྱི་འདུག་ད་རྡོག་རྡོག་བཤད་བ་ཡིན་ན་ཨ་ནི་སྔས་དམག་ཧི་ཧི་ཏི་ལགས་ཀྱིས་ཨ་ནི་ཨུ་རུ་སུ་གི་དེ་འདྲའི། བུ་མོ་དང་སྤུ་གུ་མི་མང་པོ་ཞིག་བསད་རུ་བ་འོ་དེ་ནང་ད་གཅིག་པ་གཅིག་རྐྱང་ད་ལྟའི་ཆར་ལ་ར་ཤི་ཡའི་སྲིད་འཛིན་པུ་ཀྲིན་ཡིན་ནས་ཨ་ནི་ཡུཀ་རེན་ནང་ལ་སྤུ་གུ་དང་བུ་མོ་ཨ་ནི་དེ་འདྲའི་མི་རྒན་པོ་མང་པོ་ཞིག་བསད་ཀྱི་འདུག་དེ་སྐད་ཆ་བཤད་རུ་བ་འོ་དེ་འདྲ་གསུངས་སོང་ཨ་ནི་དེ་རྩ་བ་ཉིད་ནས་འགྲིག་གི་མི་འདུག་གང་ལྟར་ཁོས་སྐྱེན་བརྗོད་ཤུགས་ཆེ་བོ་བྱས།

ཅིག་བྱས་ན་ཚ་ཤེད་དེ་འཇར་མ་ནི་གི་ཆས་རུ་བ། འོ་དེ་འདྲ་སོང་ཙང་ཨ་ནི་ང་ཚོས་ག་དུས་ཡིན་ན་སྙེ་མ་གི་ལོ་རྒྱུས་ཀྱི་ནོར་འཁྲུལ་དེ་གང་ལྟར་ཁས་ལེན་བྱས་ཀྱང་ཨ་ནི་དེ་གྲོགས་ཅིག་མ་ཡོང་བའི་ཆེད་དུ་ང་ཚོས་ཞེ་བོ་བྱེད་ཀྱི་ཡིན་ཟེར་རུ་བ། འོ་དེ་འདྲ་སོང་ཙང་ཨ་ནི་ཁ་སང་སྙེ་མ་ང་ཚོ་ངེད་ནས་བས་ཏེ་ཡུཀ་རེན་ལ་ལམ་སང་ཚན་ཆ་བྱས་ན་ཚོ་མ་དང་རྒྱུ་མཚན་སོགས་ཀྱིས་དེ་ལ་ཐུག་ཡ་རེད་ཏེ་ལག་གཡས་རུ་བ། ད་ཡིན་ན་ད་དུས་ཆ་ལ་ང་ཚོ་འུ་ཐུག་ཅིག་ཨ་ནི་བས་དེ་འདྲ་ཡིན་ད་ཐག་ཆེད་དེ་འདྲ་བྱེད་དགོས་བྱུང་སོང་ལོ། ད་དུས་ཆ་ལ་ག་རེ་སོང་འཇར་མ་ནི་གི་ན་ད་ཁ་སང་སྙེ་མ་སྲིད་ཇུས་གཟི་བརྗིད་དེ་དང་འགྱུར་བ་བཏང་རྗེས་ད་ལྟའི་ཆ་ལ་ད། ཀྲེང་དེ་འདྲ་དང་ཚན་ཆ་ཞིག་ནང་སོ་ལྟ་ང་རང་ཡུག་རེན་ལ་རུ་བ། འོ་དེ་འདྲ་སོང་དེ་ཚོ་ཡང་ང་ཚོ་ལྟ་བུ་དེ་འུ་ཐུག་ནས་དེ་འདྲ་བྱེད་དགོས་བྱུང་སོང་ཟེར་ཁོ་རང་གིས་དེའི་སྐད་ཆ་དེ་ཤེས་ཀྱི་རེད་རུ་བ། ཨ་ནི་དེ་མཉམ་དུ་ད་རུང་ཡང་འཇར་མ་ནི་ཅང་སེལ་ངེད་ལ་ཏིགས་ཟད་པས་གཙང་མ་ག་རེ་བཟོས་རེད་ཟེར་ཨ་ནི་ད། ད་ལྟའི་ཆ་ལ་ང་ཚོ་ནད་འཕྲོག་དེ་ཨ་ནི་དེའི་དམག་དེ་ལ་འཛུལ་ཞུགས་བྱེད་ཀྱི་མ་རེད་ལ་ད་དེ་རྩ་བ་ཉིད་ནས་ང་ཚོ་གིས་གང་ལྟར་བྱེད་ཀྱི་མ་རེད་ལ་ཨ་ནི་དེའི་དཔེ་དེ་མ་བྱས་ལ་དེ་དང་ང་ཚོ་འཇར་མ་ནིའི་སྒེར་ནས་གང་ལྟར་ད། ཐབས་ཤེས་ཡིག་གུ་རྩ་རུག་བཏང་གི་ཟེར་ལ་རུ་བ་ད་དེའི་ཐད་ཀར་ཡང་སུ་ལ་ལ་ཀར་སོང་ཨ་ནི་ར་ཤེས་སྲིད་འཛིན་པུ་ཏིང་ལ་ཕ་ད།

དམག་རྒྱག་མཁན་དེ་ཡུཀ་རེན་གྱི་དམག་མི་ཡིན་པ་ཡིན་ན་དངོས་གནས་དམག་རྒྱག་བཅུག་མཁན་དེ་ཨ་ནི་ཨ་རི་དེ་ཚོ་རེད་ཤག་ལ་ཁེལ་ཆུ་ཨ་རི་དང་ནེ་ཏྲོ་དེ་རོ་བ་དེ་འདྲས་ཀྱི་སྐྱེ་མཆེད་བྱས་རོགས་ཁ་སང་ངས་མ་འོ་དེ་འདྲ་སོང་དེ་ཚོ་ཚང་མ་ད་མ་ཡོང་བའི་ཆེད་དུ་ཨ་ནི་ད་དེ་ཆེད་ལ་ཅང་སི་ལ་ཨོ་ལ་བྷྱོ་སི་ངས་ཨ་ནི་ནེ་ཏྲོ་དམག་དེ་ལ་འཛུགས་གི་མ་རེད་ལ་ཨ་ནི་མ་འཚོལ་བའི་ཆེད་དུ་ཨ་ནི་ང་ཚོ་གི་ད་ཐབས་ཤེས་ཡོད་རྒུ་རྩ་རུ་བཏང་གི་སུ་ཁོ་རང་དེ་འདྲ་ཅིག་སྐད་ཆ་ཅིག་བཤད་བྱས་རོགས་བ། དེའི་ཕྱིར་ཨ་ནི་ད་དེ་མཉམ་དུ། གང་ལྟར་ད་ལྟ་དེ་གི་ཅང་སེ་རི་གི་ཐ་མག་སྐད་ཆ་ག་རེ་བཤད་སོང་ཨ་ནི་ད་ལས་ཀྱི་དམག་དེ་ནང་ལ་ཨ་ནི་སྲིད་དབང་སྒེར་གཅོད་རིང་ལུགས་དཔུས་ཁྲིམས་ལ་རྒྱལ་ཁ་རྩ་བ་ནས་ཐོབ་གི་མ་རེད་ཨ་ནི་ཡུག་རེན་ལ་རྒྱལ་ཁ་ཐོབ་གི་རེད་ཁོ་རང་གི་དེ་འདྲ་ཡི་ད་གཙང་མ་གཙང་ཉག་ཅིག་ཟེར་ཤར་བ། དེའི་རྗེས་འདི་མཉམ་དུ་ཟླ་འདིའི་ཁར་ཟ་ད་ང་ཚོ་ཡང་གནས་ཁ་ཞིག་ག་རེ་གོ་ཚོད་རོགས་ཟེར་ཨ་ནི་ད་ཁ་སང་སྤྱི་ཟླ་ལྔ་བའི་ཚེས་བརྒྱད་ལ་ཨ་ནི་ད་ལྟ་དེ་གི G7གི་གོ་སྒྲིག་དང་ཐུག་ནས་སྐད་ཆ་བཤད་ཡིན་པ་ཛེ་ལན་སི་ཀི་མཉམ་དུ་ཁོང་ཚོ་སྐད་ཆ་བཤད་པར་རོ། ཨ་ནི་ཁོ་ཚོ་སྐད་ཆ་བཤད་ཚར་རེ་རྗེས་ལ་ཨ་ནི་ཁོ་ཚོ་གི་བྲིས་འཆར་ཤུགས་ཆེ་ཤོས་དང་གལ་ཆེ་ཤོས་ཤིག་ག་རེ་བྱ་ཚོད་ཨ་ནི་ད G7གི་ངེས་ནས་སྒོ་ནི་ར་ཤི་ཡའི་ལ་དཔལ་འབྱོར་གི་ཉི་བ་བཏང་ཡིན་ལ་ད་དཔལ་འབྱོར་གི་ཉི་བ་ག་རེ་གང་ལ་བཏང་རེ་ཟེར་ན་ཨ་ནི་ར་ཤི་ཡའི་སྣུམ་དེ་ཚོ་མ་ཉོ་ཡས་དེ་འདྲའི་ད་དཔལ་འབྱོར་གི་ཉི་བ་བཏང་ཡིན་ལ་རོ། ད་ཡིན་ན་སྣུམ་དེ་ཚོ་མ་ཉོ་ཡས་དུ་ག་དུས་བཀག་གི་ཡིན་དང་དེ་ཚོ་དེ་འདྲའི་གི་ད་དེ་རྗེས་དེ་ཏག་ཏག་ཅིག་གས་སྤྲད་ཡས་མ་རོ། ད་དཔེར་ན་བྱ་ཞེ་ན་ཁ་སང་ངས་མ།

དཔལ་འབྱོར་གྱི་ཉེས་བ་ཤུགས་ཆེ་བ་བྱུང་དཔལ་འབྱོར་ཉེས་བ་དེ་དག་ནི་ར་ཤི་ཡའི་སྲིད་འཛིན་པུ་ཏིན་ཁོ་རང་དང་འབྲེལ་བ་ཡོད་སྐྱོར་དེ་འབྲེལ་ར་ཤི་ཡའི་ནང་ལ་ད་ཚོང་པ་ཆེ་བོ་དང་ཨ་ནི་ང་ཚོ་ཨི་ཇི་ཀི་ན་ཤི་ཨོ་ལི་གར་ཀི་ལགས་འགྲོ་བ་ད་དེ་ད་ཆོས་ལུགས་ཀྱི་མི་སྣ་ཤི་རང་ཚོ་དེ་ཚོ་ལ་ཕ་དཔལ་འབྱོར་ཉེས་བ་ཤུགས་ཆེ་བོ་བཏང་གི་སི་ཨ་རི་གི་ན་དེ་འདྲ་ཅིག་གསལ་བསྒྲགས་ཅིག་བྱས་ཤར་བ་ཨ་ནི་ད་དེའི་མཉམ་དུ་གལ་ཆེ་བོ་ཞིག་ད་དེའི་ཆ་ལ་ཡུག་རེན་ནང་ལ་ད་ཡུག་རེན་ལ་ཕ་ཅི་ད་ཡུག་རེན་ན་འགྲམ་ལ་ཡོད་ད་ད་སོ་རོ་བྷི་ཀི་དེ་འདྲ་ཅིག་ཆགས་ཀི་སི་ཕ་ཅི་ཡུག་རེན་ལ་ཡས་ཡིན་ས་རོ་བ་ད་ད་ཨ་རི་གི་དེ་འདྲ་ཧྥིརས་ལེ་ལྡི་དེ་ཕ་འགྲོ་ཡས་ད་ཧྥིརས་ལེ་ལྡི་ལ་ན་ག་ལ་རེ་ས་ན

ཡུ་རོབ་དང་ནེ་ཁྲོ་གི་བགོ་གྲིམ་མང་པོ་ཞིག་ཕ་ཡུག་རེན་ལ་འགྲོ་བའི་ཐབས་ཤེས་ཇི་བོ་བྱེད་ཀྱི་རེད་ད་དེ་གདུང་སེམས་མཉམ་སྐྱེ་ཡིན་ན་རེད་དེ་འདྲས་གི་ཅིག་མཚན་རྟགས་བྱེད་དུ་རུང་བ་ད་ཕྱོགས་བཅུ་ནས་བལྟས་ན་ཁོ་རང་སོ་སོའི་རྒྱ་ཁབ་ནང་ལོ་ཡང་མི་མང་གི་རྒྱབ་སྐྱོར་བ་ཡང་དེ་འདྲས་གི་གོ་ཁྱད་པར་བཟོ་ཡོག་སོང་ད་ད་དེ་ས་ལ་འགྲོ་བའི་ཐབས་ཤེས་མང་པོ་བྱེད་ཀྱི་རེད་ད་དཔེར་ན་ཆ་ཤ་ན་ག་སང་ངེད་མ་དབྱིན་ཇི་གི་སི་ལིན་བོ་རི་སོན་སོན་འགྲོ་ས་ཡིན་པ་ཨ་འདི་ཅི་ལ་ཅི་དང་ཡུལ་ཤར་ཡུ་རོབ་གི་རྒྱ་ཁབ་དེ་འདྲས་ད་སི་ལིན་ཡིན་ན་དེ་འདྲས་མང་པོ་ཞིག་འགྲོ་ཡི་རེད་ད་དེ་ཆ་ལ་ཁ་ན་ཏྲ་གི་དེ་ཡང་འགྲོ་བའི་ཆགས་ཀྱི་རེད་བ་ཨ་ནི་དེ་མཉམ་དུ་ད་ད་དེ་གི་ཁར་སང་ཨ་རི་གི་སྲིད་འཛིན་བྷའི་དན་ཡང་ཅིག།

ཨ་ནི་ཁོ་དེ་དང་ང་ནི་ཕ་ཁེ་ན་ཏྲ་ལ་ལོག་ཚ་ཞིང་ད་ཁེ་ན་ཏྲ་ལ་སླེབས་ཤི་རུ་བ། ཨ་ནི་ཁོ་རང་གི་སྡིགས་སུ་ད་ད་ཡུག་རེན་ནང་ལ་དམག་གང་འདྲ་རྒྱལ་མི་འདི་འདི་སྐད་ཆ་ཐུང་ཐུང་ཞིག་བཤད་ཡི་འདུག་རུ་བ། ད་དེ་བཤད་ཡུལ་སྐབས་སུ་ཡིན་ན་ཡང་ཁོ་སྡིགས་སུ་ཕ་ནང་ལ་བསྡད་བབ་མ་གང་རྒྱུ་ར་ཅིག་ད་བཤད་དེ་འདུག་རུ་བ་སྡིགས་སུ་ཁོ་ཡག་པོ་མ་བྱུང་རྒྱུ་རུ་བ། དཔེར་ན་ཆ་བཤད་ན་ཁོ་རང་དེ་ད་སྡིག་གི་ཅི་ཙང་ང་ཚོ་འགུལ་ད། ས་གནས་ཁག་དེ་དྲི་ས་འགྱུར་ན་ལྟ་བ་ཡིན་ན་ཨ་ནི་རྦད་དེ་ཁོ་པའི་སྲོག་ལ་ཉེན་ཁ་ཐིག་མ་མང་པོ་བྱུང་སོང་ར་རུ་ད་བ་ལི་ལ་རུ་བ། དཔེར་ན་ཆ་བཤད་ན་ཁོས་ཁོ་རང་ག་ལ་རུ་ས་ཨ་ནི་ཐིག་མ་ཅིག་དེ་འདྲ་གི།

ཞེའུ་སྒུག་སྟེར་ད། སྤུ་ཀྲིང་སྐད་ཆ་ག་རེ་བཤད་ས་རེད་ཨ་ནི་སྤུ་ཀྲིང་གི་གཏམ་བཤད་ག་རེ་བྱེད་ས་རེད་ཞེའུ་སྒུག་སྟེར་ད་རེད་བ། ཨ་ནི་མིག་ས་ཀྱི་ཁ་ཤས་ཀྱི་རེ་བ་གར་གྱེར་ས་ཨ་ནི་ད་ལེ་སྤུ་ཀྲིང་ངས་ནས་ད་གཏམ་བཤད་དེ་ནང་ལོ་ཨ་ནི་རྦད་དེ། ར་ཤི་ཡས་ངས་ནས་ཡུག་རེན་ལ་དམག་རྒྱག་གི་རྒྱུ་མཚན་གཙོ་བོ་དང་ཨ་ནི་ཐབས་ཇུས་གཙོ་བོ་དེ་ག་རེ་ཡོད་དེ་བཤད་ཉིན་ག། ཨ་ནི་མིག་ས་ཀྱི་ད་མ་འོངས་པ་འཆར་གཞི་ག་རེ་ཡིན་ལ་ཉེ་དེ་བཤད་རེ་བ་རྒྱབ་ཀྱི་ཡོད། དཔེར་ན་ཆ་ཆང་ཁ་ཤས་ག་ལེར་ས་ཨ་ནི་སྤུ་ཀྲིང་གིས་ད་ལེ་རྦད་དེ། ད་ཡུག་རེན་ལ་རྦད་དེ་དམག་ཁོ་རང་རྒྱག་མི་སྲིད་དེ་འདྲ་གི་ད་ཕེབས། ཁྱབ་བསྒྲགས་བྱས་ཉེན་ཁ་ཡར་ཟིན་ཟླ་འདི་གི་ད་ཚེ་བག་མང་པོ་ཞོ་ཆེར་བ། ད་ཡིན་ན་ད་ལེ་པུ་ཀྲིན་གི་ཕའི་གཏམ་བཤད་དེ་བེད་ལོག་ག་བེད་ལོག་ག་བྱས་ད་དོག་དོག་དེ་ཁོ་ཚོ་བསམ་པ་ན་ཅི་རྩ་བ་ནས་བྱས་མ་ཤོག་བ། ད་ད་ལེ་པུ་ཀྲིན་གི་གཏམ་བཤད་ནང་ལོ་ཨ་ཨ་ནི་དེ་འདྲ་ར་ཤི་ཡའི་ངོས་ནས་བེད་དེ་དམག་རྒྱལ་ག་རྒྱུ་མཚན་གཙོ་བོ་དང་ཚེ་སྲོག་གི་དམིགས་ས་ཞོ་ཞོ་དེར་ལ་ཡ་མ་རེད་ཨ་ནི་དེ་མཉམ་དུ་ད་མ་འོངས་པ་དམག་ག་འདྲ་རྒྱག་གི་ར་ཨ་ནི་ཡུཀ་རེན་ལ་ག་འདྲ་ཕ་གཏོར་བཤིག་བཏང་ཡ་ད་ཡུཀ་རེན་དེ་ག་འདྲ་ཚུགས་ཟ་ཡ་ལ་ཉེ་དེ་ག་ལ་ཡང་དེ་འདྲའི་སྐད་ཆ་གས་ཤེས་མ་ཤོག་བ། ད་ད་ལེ་པུ་ཀྲིན་གི་གཏམ་བཤད་ནང་ལ་གས་ཆེ་ཤོས་དེ་ཨ་ནི་ད་ལེ་དམག་དེ།

ཡུཀ་རེན་ནཱ་ལ་དམག་རྒྱབ་གཉེར་དང་ཨ་ནི་ཡུཀ་རེན་ནཱ་ར་ཤི་ཡའི་དམག་མི་དེ་ཚོ་གིས་གཞིས་ཀྱི་རྒྱུ་མཚན་གཙོ་བོ་དེ་ཨ་ནི་དེ་དག་དེ་གི། ལུ་ཧན་སི་དང་དེ་ཚོ་ནང་ལ་ཡལ་རྒྱུ་གིས་ཨ་ནི་ང་ཚོ་ར་ཤི་ཡའི་མི་མང་དེ་ཚོ་བསྐྱབ་སྦས་ཀྱི་ཆེད་དུ་ཨ་ནི་ཁོ་ཚོ་བཙན་གྱི་ཡར་ཟེར་བ། ད་རྡོག་རྡོག་གིས་པུ་ཀྲིན་གྱི་རྡོག་རྡོག་སྐད་ཆ་ག་རེ་རྡོག་རྡོག་ག་རེ་བྱེད་ར་ཟེར་ན། ཨ་ནི་སྔས་དམག་གིས་ད་ལྟ་དམག་ཆེན་གཉིས་བ་སྐབས་སུ་ར་ཤི་ཡའི་མི་མང་གི་འཛིང་རྒྱོ་དེ་དག་ཨ་ནི་ད་ལྟའི་ཆེད་ལ་འཛིང་རྒྱོ་ཡིན་ཏེ།

ཨ་ནི་དེ་མེས་པོ་དེ་དང་ད་ཁྱེད་ཚོ་གིས་མེས་པོ་གིས་བསྡད་པའི་ང་ཚོ་ལ་བཞག་བཞག་རྒྱོག་གི་དེ་རྒྱ་ཁབ་དེ་ཆེད་དུ་བྱེད་གི་ཡ་རེད། འོ་དེ་འདྲ་སོང་ཨ་ནི་ད་དུས་ཚོད་ལ་ཕག་གྲོལ་ཡ་དེ་གང་ལྟར་ད་སོ་སོ་རྒྱ་ཁབ་གི་ཆེད་དུ་ཅིག་བྱེད་གི་ཡ་རེད་དེ་འདྲ་གི་ད་སྐད་ཆ་ཅིག་བཤད་གི་ཡ་རེད་ད་ད་དོ་སྤུ་ཀྲིང་གི་གཙང་མ་བཟོ་ཡ་རེད་ད་ད་ལེ་དམག་རྒྱ་གར་དེ་ད་རེད་ཁོ་བ་དེ་ད་དོ་སྤུ་ཀྲིང་ཁོ་རང་གི་སྲིད་སྤྱི་ཡིན་ན་ར་ཨ་ནི་དེ་གི་ཆར་ཁྱི་དེ་འབྲི་སྐྱེ་བའི་དེ་འདྲ་གཙང་མ་ཅིག་བཟོ་གི་ཡ་རེད་བ། ཨ་ནི་དེ་མཉམ་དུ་དཔེར་ན་ཤ་ཤ་ན་སྤུ་ཀྲིང་གི་ད་སྐད་ཆ་ག་རེ་བཤད་ཡ་རེད་ས་ཨ་ནི་ད་ད་དུས་ཚོད་ལ་བས་གང་ལྟར། ར་ཤི་ཡའི་ངོས་ནས་ཡུཀ་རེན་ལ་དམག་རྒྱག་ག་དེ་ཨ་ནི་པད་དེ་ར་ཤི་ཡའི་ཡིན་ན་རེད་ཡང་མ་ནི་ད་ལྟ་ར་ཤི་ཡའི་སྲིད་དོན་སྤུ་ཀྲིང་ལ་ཁག་མེད་ཟེར། ད་དེ་པད་མ་བཀྲོ་རང་ལུགས་རེད་བྱ་ཟེར་ད་དེ་མ་བཀྲོ་བ་ཡིན་ན་ཨ་ནི་ང་ཚོ་ར་ཤི་ཡའི་དེ་འདྲས་ཀྱི་ད་ཙང་ཙོང་གི་ཁ་ལོ་ད་བདེ་སྲུང་ཡིན་ན་ར་ཨ་ནི་དེ་ད་ང་ཚོ་གི་དེ་འདྲས་ཀྱི་ད་ཨིན་ཇི་ཀ་ནི་ཏེ་རི་ཐོ་རི་ལ་གོ་རུ་བ་ཨ་ནི་ང་ཚོ་ས་མཚམས་ལ་དཀའ་ངལ་ཤུགས་ཆེ་བོ་ཞིག་ཁོ་རང་ཞིག་གླེང་བསྡད་འདུག་ཟེར་རུ་བ་ད་དེའི་དཀའ་ངལ་དེ་བཟོ་ཉན་ཡང་ཨ་རི་ནད་ཁྲོག་དེ་ཚོ་བཟོ་གི་འདུག། ད་དཔེར་ན་ང་ཚོ་ར་ཤི་འདྲ་བོ་ར་ཤི་ཡ་འདྲ་བོ་ཆགས་ཤར་བ་ན་ཨ་ནི་འཛམ་གླིང་རྒྱལ་སྤྱི་གི་དེ་འདྲའི་བརྟན་བཞག་རྒྱུག་གི་ཁྲིམས་དང་ཨ་ནི་དེ་འདྲ་གི་བའི་དེ་ཕའི་རིན་ཐང་ཆེ་བ་ཡི་དེ་འདྲ་ལྟ་ཁྲིམས་དེ་འདྲ་ཡག་རུ་བ་མི་ཚང་མ་གཅིག་པ་རེད་ཨ་ནི་ཚང་མ་ཐོབ་ཐང་གཅིག་པ་སྒོ་ལ་ཉེ་དེ་ག་ན་ག་དེ་ཡིན་ན་རྒྱབ་སྐྱོར་བྱེད་ཉེ་དེ་འདྲ་ཡིན། དཔེར་ན་ཆགས་ཤར་ན་ནིང་ཉིས་སྟོང་ཉི་ཤུ་རྩ་གཅིག་གི་དེ་འདྲའི་ད December ནང་ལ་དེ་ཟླ་བ་ད་ཕར་ཆ་གཅིག་ཟླ་དགུ་བ་བཅུ་བ་དེ་ཚོ་སྐབས་སུ་ཨ་ནི་ང་ཚོ་གི་ནས་བའི་དེ་ཆིང་ཞའོ་ཡིན་ཟེར་ན་དེ་ད་ནུབ་ཕྱོགས་རྒྱལ་ཁབ་ཨ་རི་དང་ནེ་ཁྲོ་དེ་ཚོའི་སྐབས་སུ་རུ་བ་ད་གང་ལྟར་ཚང་མ་མཉམ་རུབ་བྱུང་ནས་ལས་ཀ་བྱས་ད་ཚང་མ་མཉམ་རུབ་ཀྱི་ཐོག་ནས་དེ་འདྲའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་ལ་དེ་འདྲའི་གི་ད་གུས་ཞབས་བྱས་ད་ང་ཚོ་གི་བལ་དེ་ཆིང་ཞའོ་ནི་ཆིང་དེ་ལ་ཡང་བལ་དེ་ར་ཤི་ཡའི་ངང་ནས་རྒྱབ་སྐྱོར་ཤུགས་ཆེའོ་ངང་ནས་ཞའོ་ཡིན་ཟེར་རུ་བ་ད་ཡིན་ན་ང་ཚོ་གི་གྲོགས་པོ་ཡིན་ན་རེད་ང་ཚོ་གི་རོགས་པ་ཨ་ནི་ཨ་རི་དང་ནེ་ཁྲོ་ངོས་ན་དེ་རྩ་བ་ཉིད་ནས་ང་ཚོ་གིས་བསམ་པ་ན་ད་ཅི་ཁོ་ཚོ་བྱེད་ཀྱི་མི་འདུག་ཟེར། ཨ་ནི་ཁོ་ཚོ་ལ་འཆར་གཞི་ལོག་ཁ་ཞིག་འདུག་ཟེར། རེ་བ། འོ་དེ་འདྲ་སོང་ཚོ་ཨ་ནི་ད་དུས་ཚོད་ལ་ང་ཚོ་དམག་དེ་མ་བརྒྱབ་རང་བརྒྱབ་རེད་ཤག་རེད། དཔེར་ན་ད་འཆར་གཞི་ལོག་ཁ་ཁོ་ཚོ་ག་རེ་འདུག་ལབ་ན་དང་པོ་དེ་ལ་ཨ་ནི་ཁོ་ཚོ་གིས་ང་ཚོ་ར་ཤི་ཡའི་ཡིན་རྒྱུག་གི་བལ་དེ་ལོ་རྒྱུས་ཀྱི་ཡིན་རྒྱུག་གི་ས་ཆ་ཁི་རི་མི་ཡ་ལ་ཁོ་ཚོ་གིས་ད་ནད་ཁྲོག་གི་དམག་མི་བཏང་ང་འཆར་གཞི་བཏིང་གི་འདུག་ཨ་ནི་བལ་ང་ཚོ་གིས་བལ།

ད་དེ་ནས་འདི་རུ་སྤུ་ཀྲིང་གི་སྐད་ཆ་ག་རེ་བཤད་རེས་ཨ་ནི་སྔོན་མ་ད་ལྟའི་གི་ཡུཀ་རེན་གི་གྲོང་ཁྱེར་ཨོ་ཏྲི་ས་ལྷོ་ནང་ལ་ཡོད་རྒྱུ་གི་དེ་འདྲ་མཚོ་འགྲམ་ལ་ཡོད་རྒྱུ་ནང་ལ་ཨ་ནི་ང་ཚོ་ར་ཤི་ཡའི་སྐད་རྒྱག་ཉེ་དང་ར་ཤི་ཡའི་དེ་འདྲའི་མི་རིགས་དེ་འདྲ་བུ་མོ་དེ་འདྲ་ག་ནས་མེ་སྲེག་བཏང་སོང་ཟེར་ཡུཀ་རེན་གི་ངེད་ནས་རེད་བ་འོ་དེ་ཚོ་ཚང་མ་མཐོང་བ་ལ་བརྟེན་ཅག་ཨ་ནི་ད་ལྟའི་ཆ་ལ་ང་ཚོ་ཕར་འགྲོ་ཨེ་དེ་ད་ང་ཚོ་ལ་གང་འདྲ་འབད་དེ་ད།

ཨ་ནི་མག་པའི་འདི་པའི་འདི་ལམ་ཀ་དཀྱིལ་མ་ལ་ད་པའི་འདི་སྐད་ཆ་ཞོ་ཤན་ལོ་ཡོང་གི་རུ་བ་ད་དོག་དོག་འདི་གི་ག་རེ་གཏིང་གི་རེད་ཟེར་ན་ད་རྒྱ་རྒྱ་རྒྱ་ཡུག་རེན་དམག་དང་ཡུག་རེན་གི་དམག་ཁོ་ལ་ཁོ་གཉིས་དེ་དྲེད་མོ་ལྕི་བ་དེ་ཁོ་རྒྱ་རྒྱ་རྒྱ་རེད་རུ་བ་ཨ་ནི་ད་ད་ད་རུང་ག་རེ་རེད་ཟེར་ན་ད་ད་ར་ཤེ་དེ་ནི་བདེ་སྲུང་བཀའ་ལན་ངས་ནི་ཨ་ནི་པའི་འདི་ད་ད་ལམ་ཀ་ལ་ཡོང་བ་ཡ་དེ་ར་ཤེ་དེ་ཆགས་རེད་ད། བདེ་སྲུང་བཀའ་ལན་དང་སྤུ་ཀྲིང་ཡིན་ཆགས་རུ་བ་ཨ་ནི་ཁོ་གཉིས་སྐད་ཆ་ཞོ་ཤན་ད་ཡོང་གི་རེད་དོག་དོག་སྤུ་འདི་ཤུགས་ལ་ག་རེ་གཏིང་གི་རེད་ཟེར་ཨ་ནི་བདེ་སྲུང་གི་བཀའ་ལན་ངས་ནི་ཨ་ནི་སྤུ་ཀྲིང་ལ་ཞོ་ཞིག་ཕུལ་ཡ་ད་ང་ཚོ་ཁ་ལོར་དེ་འདྲའི་གནས་ཚུལ་མང་པོ་ཞིག་ད་ང་ཚོ་ཡི་ད།

སེན་མོ་ཙམ་ཞིག་དང་སུ་གང་ཞིག་སྤྲད་ཀྱི་མེད་ཡིན། དེ་དཔེ་དེ་ས་ཆ་དེ་སྲུང་སྐྱོབ་བྱེད་ཤུལ་དུ་ནི་ང་ཚོ་མ་ཧི་བོ་དེ་བརྩི་གི་ཡིན་དེ་འདྲའི་སྐད་ཆ་གསལ་བོ་གསལ་རྐྱང་ལབ་ཤར་བ་འོ་དེ་འདྲ་སོང་ཙང་ད་དེ་གི་ཤུགས་ལ་ལྟ་བ་ན་ད་དེ་ཕྱི་ལ་ར་ཤི་ཡའི་ནང་ཡུག་རེན་གྱི་དེ་འདྲ་གི་ད་དམག་དེ་ལམ་སང་མཚམས་ཤིག་བྱས་རྩ་བ་ཉིད་ནས་མི་འདུག་ག་རེ་ཟེར་ན་ཕྱོགས་གཉིས་ཆ་གི་ནས་དྲག་པོ་ཞི་བོ་ཨ་ནི་ཕྱོགས་གཉིས་ཆ་གི་ནས་ག་ད་གཉིས་ཀ་ལ་རྒྱལ་ཁ་ཐོབ་དགོས་ལ་ཉིད་དེ་ནས་ཤུགས་ཆེ་བོ་ཞིག་འདུག་བ་རྣམ་འགྱུར་དེ་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་ལམ་སང་ཐག་ཆོད་དེ་ད་ད་གས་མི་འདུག་རུ་བ་དེ་ཤ་ཨ་ནི་ད་དེ་ཉིན་མོ་ད་ད་དེ་གི་ག་རེ་ཟེར་ར་ཤི་ཡའི་སྲིད་འཛིན་པུ་ཀྲིན་གྱི་དེ་རིང་གཏམ་བཤད་དེ།

ཁྲི་གཉིས་དང་ལྔ་སྟོང་དེར་ཤེས་ལ་རེད་བ་ད་ཡིན་ན་ར་ཤི་ཡའི་ཁོ་རང་གིས་ན་ཨ་ནི་ཁྲི་གཅིག་དང་སུམ་སྟོང་དེ་འདྲ་ཅིག་ཨ་ཤེས་དེ་རེད་བ་འོ་དེ་འདྲ་སོང་ན་ད་དེའི་ཚེ་ལ་མི་མང་པོ་ཞིག་ཚེ་དཔག་ཁ་རྒྱར་ས་ནི་ད་ལས་ཀྱི་སྤྱི་ཟླ་ལྔ་བའི་ཚེས་དགུ་སྟེ་ཨ་ནི་ར་ཤི་ཡའི་དེ་དེ་བྱས་སྲུང་བརྩི་བྱས་ཏེ་རྒྱལ་ཁ་ཐོབ་པ་ཞིག་གལ་མ་རེད་ལ་བ་ད་ཤོ་ར་གིས་དེ་འདྲ་དེ་བྱས་སྲུང་བརྩི་བྱས་བ་ཅིག་རེད་ཅེས་ད་དེའི་ཚེ་ལ་ཤེས་དེ་རེད་བ། འོ་དེ་འདྲ་སོང་ཙང་ཨ་ནི་ད་དེ་རིང་གི་བརྙན་ཐུང་གི་གནད་དོན་ནི་ཡང་དེ་འདྲ་ཅང་རྙེད་དགོས་ལ་ཆགས་བསྡད་དུ་རུང་བ་ཨ་ནི་ད་རུང་ཡང་དེ་འདྲ་འདི་གི་པུའུ་ཀྲིང་གི་དེ་འདྲའི་གཏམ་བཤད་དེ་གང་ལ་ད་ངའི་གནས་ཚུལ་གྱི་དམིགས་ཡུལ་ག་རེ་ཡིན་བ་དང་དེའི་གང་ལ་ད་ཁོ་གི་མ་འོངས་པ་འཆར་གཞི་ག་རེ་ཡིན་མིན་དུ་གང་ལ་ཡང་དཔྱད་པ་བྱེད་མྱོང་མང་པོ་ཞུ་འོས་ད་ཚོད་རེད་བ་ད་དེ་གི་སྐོར་ལ་ཡང་ངས་སང་ཉིན་དུ་ཤེས་ཨ་ནི་ཟངས་མ་ཡི་གི་གཟིགས་རོགས་བྱས། ལགས་སོ་ཨ་ནི་ངས་དེ་རིང་འདི་ལ་མཚམས་ཤིག་ཨ་ནི་འདི་གི་རིང་བྲལ་དུ་ཨ་ནི་ཕ་ཆེ་ད་དེ་འདྲ་རོགས་བྱེད་རེ་བྱ་རུང་བ་ཨ་ནི་ཡང་སང་ཉིན་གནང་ཉིན་འདི་ཚོ་དེ་འདྲའི་གནས་ཚུལ་འགྱུར་བ་དང་གསལ་བ་ག་རེ་ཡོང་མིན་ད་དེ་གི་བརྙན་ཐུང་བཟོས་ཨ་ནི་ཟངས་མ་གཟིགས་རོགས་བྱས། ལགས་སོ་ཨ་ནི་ཚང་མ་ལྕགས་པོ་གཅིག་ཨ་ནི་རྗེས་སུ་བྱ་ཡང་ལགས་སོ་ཐུགས་ཆེ་གནང།